དེ་དག་ད་རེས་གདོང་དཀར་ཀུ་ཅི་ལོ། གནས་བོད་གཡང་ལོ་ཀུ་སྦྲུལ་བུ་སི་དཀར་པོ། དེ་ལས་ཕུར་སྦྲུལ་རྒྱལ་ཚེ་ལོ་སོགས་ཧོང་གསུམ་བཞི་བཅུ་ཡོད་ལ། དེ་ཡང་ཕ་ཆོས་སྦྱིན་ཡང་ནི་ཐུགས་རྗེ་བྲག་གི་ནར་བ་ནོད་པའི་མཚམས་ཀ་ཆུང་ཁུ་རེ་ཡང་ནོད་པའི་སྐྱབས་སྦས་པའི་ཧོང་ཞལ་བྲག་གཉིས་གསུམ་ཅུ་སྒྲུབ་སྡེ་ཡང་ནོད་པའི་གཙུག་ནོར་བ། དེ་ལའང་ནི་སྒྲུབ་སྡེ་འདི་ལོ་རྒྱ་སྐད་དང་ནོད་པའི་ཏའི་ཕག་སྨན་ལྷ་ཁྱི་ཁ་ཐུག་པ་པོ་ཡིན་ད་རེས་སྒྲུབ་འདོད་ཡོད་སྲིད་དེ་ན་ལོ། དེ་ཡང་ན་ལོ། ས་སྐྱ་བསྟན་པའི་བཀའ་བློའི་རོ། ཏའི་མ། སྒྲུབ་པ་ཐུགས་སྲས་རིན་པོ་ཆེ་སེར་བདག་རྗེ་ནི་བཞུགས་མི་ཤིང་ཤ་དེ།

སྒྲུབ་རྫས་ཀྱི་ཁྱིམ་གྱི་སྲོལ་ཧ་ལམ་བཀའ་ཡི་གཙུག་ལག་ཁང་དང་བཅས་པར་གྲུབ་སྟེ་ཡང་སྐུ་རབ་གནས་གཙུག་ནི་གི་དོན་དུ་ལོ། སྐུ་གསུང་གཙུག་ནི་གི་དོན་དུ་ལོ། དེ་གྲུབ་དབང་བསོད་ནམས་བཟང་པོ་གོ་ལ་ཡག་བྱོན་ཡིན་པ་ལ། དེ་གྲུབ་དབང་བསོད་ནམས་བཟང་པོ་ཡག་བྱོན། དེ་ལས། ཐང་ལི་འགོ་དེ་འཁོར་གྱི་ཕྱག་བཞུགས་མི་འདི་སུ་ཆ་ཉམས་ལྷུང་སོ་ལ་མ། དེ་ལྟར་ཨ་ཞང་ཧ་བྷུ་ལོག་སྲས་མི་འདི་སུ་ག་ཡི་འདུག་ལ། དེ་ཡང་ཕ་ཆོས་འདི་ཡིན་བྱོན། དེ་ལས་དེ། དེ་ཡང། གཙོ་བོར་ཡང་ཕ། བསོད་ནམས་ཆོས་གླིང་ཚེ་རླབས་ཡིན། སྒྲུབ་རྫས་འདི་གི་མི་ཡི་དེ། དེ་ཨ་ན་ལོ། དེ་བྱོན་མི་གི་སྐབས་དེ་ལོ། དེ་ལས།

དེ་ལྟར་གྲོང་བ་བསོད་ནམས་བཟང་པོ་གྱིས་ད་ལྟ་གཙོ་བོ་ང་ཆེ་ལ། ཁོ་བོ་གཏེར་སྟོན་བསོད་ནམས་རྒྱལ་པོ་གྱིས་ཡང་སྲིད་ཨེ་མི་གྱིས་ངེས་ཤེས། དེ་ལྟར་ཕྱོགས་ར་ཐོད་པའི་གཏེར་སྟོན་བསོད་ནམས་རྒྱལ་པོ་གྱིས། ཏེ། དགོངས་པ་རྫོགས་ཤིང་ན། དེ་ཡང་བོད་བླ་མ་གྲྭ་པ་གཉིས་བེད་མེད་ཀྱིས་ན། ཏེ། བསོད་ནམས་རྒྱལ་པོ་གྱིས་ཡང་སྲིད་དེ་པར་རུ་རྟ་ཚ་ལུ་འཁྲུངས་སེ། རྟ་ཚ་གནས་ཀྱི་ཉེ་འདབས་རུ་འཁྲུངས་སེ་ལབ་ན། ཡེ་བླ་མ། དེ་ན།

མ་གཅིག་གིས་རྗེའི་དབུ་དེ་འོག་ལས་གྲ་ས་ན་འཇུས་སོ། དེ་ཨ་ནེ་བའི་དགུ་ཐོབ་ཐོབ་བས་དེ་སྤྲུལ་སྐུ་བཙས་མ་ཆུབ་ཀྱི་བར་ན་ཁོ་ཅི་ཡག་ལོ་ཡག་གསུངས་ནི་མེད། དེ་ལྕི་ཡས་ནི་གྲ་པ་ཐུབ་བསྟན་སེ་མི་ལྕི་ནའང་ང་ཅིག་འདུག་ལོ་ར་ལུག། དེ་ལས་ཨ་ནེ་བས་དེ་ལོག། ཡང་ནི། རྡོ་རྗེ་འདི། དེ་ལས་དེ་བླ་མ་བསོད་ནམས་བཟང་གིས་དྲི་ཚེ་ཅད་དེ་གི་བས། དེ་བླ་མ་བསོད་ནམས་བཟང་མི་གིས་ཆག་ལུག་འཇོག། དེ་བླ་མ་བསོད་ནམས་བཟང་གིས་ད་ཨ་ནེ། དེ་ན། ནི། ང་ཅིག་གིས། མི་དབང་མངའ་བདག་རིན་པོ་ཆེ་ལུག། དེ་ཕུད་བསུ་བ་བྱིན། དེ་ལས་བྱིན་དབྱིན་མན་སེ་བས་དེ་གི་བས། དེ་ལོག།

དེ་ལས། ད་ནི་དུང་བ་བསོད་ནམས་བཟང་པོ་ཡེ་ལེ་ཕོ་ཆེ་འཛིན་ལས་ཏེ་ཕ་ཆེ་འཛིན་བཞུགས་པའི་གྱི་ནམ་དེ་དི་ལུ་ར་ཏེ་ང་ཆེ་ལུ་ཨ་ནི་ཡ་རྗེ་བཙུན་མི་ལག་གི་སྐུ་དེ་གི་ནང་སྐུ་ནང་ཚུགས་ནས་ཀྱི་རྗེ་བཙུན་མི་ལག་གི་སྐུ་གཏེར་སྐུ་གཅིག་འདུག་པ་ནི་ཤིང་ལས་ཚུགས་ཆོས་འཆོས་མི་ཡིན་ཟེར་ད་དེ་ཚེ་རིང་གི་ལོ་ཆུ་སོ་སོ་འདུག་ད་ཨ་ནི་ཀྱི་ཨོ་ཨེ་ང་ཆ་བཞུགས་ཡི་ལ་ཡ་ཕ་ཆུ་འཛིན་བས་ད་ཨ་ནི་ཡ་ཕ་ཆུ་འཛིན་གྱི།

སྤྱི་ལོ་ཟླ་སྤྱི་ལོ་དེ་ག་ནས་གནམ་ལོ་ཤིང་གླང་སྤྱི་ལོ་འགོ་བ་ཤིང་སྤྱི་སྟོང་དགུ་བརྒྱ་བརྒྱད་ཅུ་བྱ་ལྔ་གི་ལོ་ལུགས་ཐད་དྲག་ཤུལ་ཚོགས་ཕུད་སྒྲུབ་དགོས་ཀྱི་ཡ། དེ་ག་ལ་གྲོང་སྲིད་རྣམས་ཙམ་སྒོམ་རྫོགས་སྲིད་པ་ལ། དེ་ཡ། དེ་གྲོང་སྲིད་རྣམས་ཙམ་མས་དེ་ཡ་ཕ་རྒྱུད་དེ་ནས་དེ་ཡ་ལས་བྱོན་དེ་རྣམས་སམ་ཡུལ་རིམ་གཞུང་མ་ཚོགས་པ་ར། དེ་ལས་དེ་ཡ། ལྷུང་ཚོགས་ལོ་ཆོས་ནི་ཡ་བཞུགས་བཞུགས་པ་ར་སྙུང།

དེ་ཁོ་གིས་ཚིག་དེ་འོ་ཅག་དེ་གང་ཡང་ཨ་ནི་མིག་གིས་བལྟས་ཚུགས་ནས་ཡོད་པས་ས་དེ་སུ་ནའང་མི་བསྡད་དེ། དེ་ལས་ཏན་ཏན་ཡིན་ཡིན་ཟེར་དང་ཁོང། ལོ་ཤུ་ཤུ་རུ་ཨ་ནི་ཆགས་ཞོར་མི་སུ་ཡི་ལབ་ནས་འདུག་ལ། ད་ཨ་ནི་བས་བས་བས་བས་ད་ཨ་ནི་སླེབས། གྲོང་བ་སུས་ན་བཟའམ། ད། གྲོང་བ་སུས་ན་བཟའམ་དེ་ལས་ཡག། གྲོང་བ་སུས་ན་བཟའམ། ཡག་གྲོང་སུ་ལོག་ད་ཨ་ནི་ཕ་རྒྱུད་འཛིན་སླེབས་པས་དེ་དེ་སུ་ཆ་སྙོམས་ར་ཚུགས། དེ་ཆ་སྙོམས་ར། དེ་ང་ཆ་ར།

དེ་མ་འོ་འི་གཙུག་ལག་ཁང་སྟེ། དེ་ཧེ་མ་ལི་ཀི་གཙུག་ལག་ཁང་ཁོང་ཚོ་རློམ་སའི་སྐད་ནི་འདུག། དེ་ཨ་ནག་གི་གཙུག་ལག་ཁང་སྟེ་དེ་ཉམས་ཆག་རྣམ་གསར་བའི་ཤོག་དེ་ཡོད་མེད་བ། དེ་ཨ་ནི་ཡོད་ནི་འདི་གི་ཧེ་མ་ལི་ར་དེ་ཁོ་རོག་གི་དཀར་ནའང་དེ་ཡོད་མེད་དེ་ཁོ་རོག་གི་སྦྱིན་བདག་དེ་སུ་ལུ་ད་རེད། ང་ཡང་གྲྭ་ཤོག་ཚོགས་པའི་སྒྲོལ་དབུ་གི་རྡོ་རྗེ་ཡིན་དེ་ལས་སྦྱིན་བདག་དཔལ་འབྱོར་རྒྱལ་སྲས་དེ་ལས་སྟོད་བུའི་དཔོན་ནོར་སྲས་ཨ་ནི་ཁོང་ཆགས་ཆགས་པོ་ད་ཁྱེད་ཀྱི་ཨ་ནི་གཙུག་ལག་ཁང་དེ་གཅིག

ཚོང་ཟོག་ལ་བཅོལ་འདུག་དེ་ལས་ཐད་འདིའི་ཕྱོགས་ཀྱི་གཏན་རབས་ནས་ཡན་ལག་བཞི་པོའི་རང་རིགས་ཀྱི་བཀའ་བློན་ཚོགས་འཁོར་གཙོ་བོ་དེ་ཐེངས་ང་ཚ་ར་རྫོང་ས་མཁན་ཚེ་རིན་པོ་ཆེ། དེ་ལས་རབ་གནས་མཛད་མི་ངོ་མ་དེ་སྐྱབས་རྗེ་ཤིང་ཤག་ཏའེ་དེ་གསུང་ཆོས་གནང་མི་དེ་ད་རེས་སྐྱབས་རྗེ་རྡོ་ལོབ་རིན་པོ་ཆེ་ཡིན་པས། དེ་ལྟའི་ཆོ་ག་བས་ཡང་ཕ་ཆུ་འཛིན་ནས་དེ་འཁོར་གྱི་ཕྱག་ཤོག་མི་སུ་བསྟན་པས་བས་པས་ད་ནི་བས། དེ་ལས་ཐད་ཡང་ལྷུན་ཚོགས་ཀྱི་རབ་གནས་འདི་མཛད། དེ་ལྷུན་ཚོགས་ཀྱི་རབ་གནས་འདི་མཛད་བས་བས། དེ་ལས་བས་ཐད་ཡང་ལོག་འདི།

ཏེ་རྒྱ་ཕྲུག་ཐུན་བྲེ་གཡག་རྣམས་ཀྱི་མགོ་བཙུགས་ནུས་པ། ཏེ་གནས་འཁོར་འཇོག་ནུས་འདུག་གནས་འཁོར་ཐེངས་དང་པ་འདི་ན་སྐྱབས་རྗེ་ཉི་ཟེར་སྤྲུལ་སྐུ་བཞིན་ཆགས་འདི་སུ་ཡིན་མེད། ཏེ་ཐེངས་གཉིས་པ་འདི་ན་ལོ་སྤྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་ཆ་གསུམ་ཀླུ་སྦལ་བ་ཆེན། ཏེ་གྲྭ་ཤོག་རིག་འཛིན་རྡོ་རྗེ་ཀྱི་སྒོ་དྲུང་གི་ཐུགས་ལྷོད་པའི་བེ་ཤེ་ལ་རྒྱ་ཕྲུག་ཐུན་བྲེ་གི་བེ་འབྲས་ལི་གེ་ཤན་ཟེར་འཇོག་ནུས་ཡོད་པ་མོ་རྒྱ་གར་ན་ལོ་གནས་འཁོར། ཀྱང་ནི་ཏེ་ང་ཆེ་ཡག་གི། ད་རེས་སྐྱབས་རྗེ་ཞིང་ཆགས་སྐྱབས་རྗེ་ཞིང་ཆགས་ཀྱི་ཕྱག་བཞུགས་འདི་གུས་པའི་བློ་བི་དབྱངས་སློབ་གྲུབ་སངས་ཀྱི་རྡོ་རྗེ། ཏེ་དེ་ལས།

ལོ། ཆོས་རྒྱུད་ཟླ་བ་བཟང་པོ་ལ་སོགས་པ་མཆོག་གི་གདུལ་བྱ་དེ་སུ་གི་དེ་སུའུ་ལྟ་བུས་ཀྱི་ངོ་ན་ལོ། དེ་ལས་ནི། དེ་ལྟར་གསང་སྔགས་ཀྱི་ཆོས་དེ་གསུང་གསུམ་ཡིན། ད་ནི་ལྷོ་ཕྱོགས་སྤུན་ཟླའི་འབྲས་སྤུངས་ཀྱི་རྒྱལ་སྲུ་བ་ཕྱིན། དེ་ལས་པའི་རོ་མ། དེ་ད་རེས་བློའི་གཡང་ལོབས་སངས་རྒྱས་རྡོ་རྗེ་ཀྱི་གསུང་མི་ལ་གཡང་ལོབས་སྒྲོལ་སངས་རྒྱས་རྡོ་རྗེ་ཀྱི་དེ་ལས་རོ་མ། ང་ཕྱིས་ཀྱི་སྒྲུབ་ཡིག་གི་གཞུང་ཚབ་ཡིག་ཚགས་ཀྱི་བས་དེ་རྒྱ་གར་གཞུང་ལུགས།

ད་རེས་རྩོམ་པའི་ག་ནའི་མི་ནུ་ལོ་དེ་གནས་སའི་གནམ་ས་མི་སྟེ་ཧ་གོ་མ་གོ་བྱེད་པའི་རྒྱ་གར་གྱི་གྲོང་གསེབ་ནག་པའི་ལྟེ་གནས་ཏེ་ཞི་ཧོ་ས་ནི་གྱི་དེམ་རྩེའི་མི། དེ་དེ་ཨ་ནི་བའི་བེ་ཏེ་དེ་གོ་ཅི་དེ་ཨ་ནི་ཡོད་མེད་ཅི་དེ་ལུས་པོའི་དབྱངས་ལུགས་བཞིན་ཆགས་ལུས་པའི་ཧ་བཀི་གནས་བོ་ཡི་ཡུལ་སའི་མི་ལ་ཏེ་ཨ་ནི་བའི་ཕ། དེ་ལྷོ་ཆུ་བེ་ཏེ་འབྲས་སྤུངས་དེ་ཨ་ནི་བའི་རྗེ་ཡི་ལུགས་རྒྱུད་མི། དེ་ཨ་ནི།

དེ་ལྟ་སྟེ་ལྷོ་ཕྱོགས་དཔལ་ལྡན་འབྲས་སྤུངས་ཚེ་ལ་ཁོ་མི་འདི། ང་ཞེས་པ་དཔལ་ལྡན་འབྲས་དཀར་སྤུངས་པའི་གནས་ཞེས་ཨ་ནི་སངས་རྒྱས་ཀྱི་ཆོས་གསུངས་ཚིག་གིས་དེ་ལས་ཏེ། ཨ་ནི། གནས་དེ་སྟེ་ཨ་ནི་ཆུམ་དཀར་ཨ་ནི་པའི་ཇུ་རུ་བས་དེ་བླུགས་ཞེས་ཞབས་ཟུང་པའི་ཡུལ་སེམས་མ་པ་ཏཱ་ནི་པ་ནི་འདི་གི་ལྷོ་ཕྱོགས་དཔལ་ལྡན་འབྲས་དཀར་སྤུངས་པའི་གནས་ཞེས་ལ་ཁོ་མི་འདི་ཨ་ནི་མེད། ཏཱ་ནི་པའི་ཏཱ་ན་གནས་གཟིགས་དེ་སོའི་ཏེ་ཡ་ཕ་རྒྱུད་བདུན་དེ་དེ་ལས། དེ་མེད་པས་དེ་ཞུ་ཞུ་བར། པས་དབུ་གཟུམ་པའི་གཞུག་གཞུག་པར་དེ་སླད་པའི་སྟེ་ཨ་ནི་པའི་བདེན་པའི་བུ་ཡིན་པས་ལ། དེ་ལས་ཨ་ནི་པ་མ་བྱ་ག་ལ་མ་གིས་གནས་བསྐོར་དུ་སོའི་ག་ཡ་ར་བྱོན་ཏེ་དེ་ལས་ཏེ། གཙོ་བོ་ང་ཅི་ར་བདག་ཅག་གི་སྟོན་པའི་གིས་ཏེ་གནས་ཆེན་ཁྱད་པར་ཅན་བཞི། སྐུ་བལྟམས་པའི་གིས་གནས་ལུམ་བི་ནིའི་ཚལ། ཏེ་སངས་རྒྱས་པའི་གིས་གནས་རྡོ་རྗེ་གདན། དེ་ལས་ཆོས་ཀྱི་འཁོར་ལོ་ཀོ་ཡི་གིས་གནས་ས་ར་ནཱ་ཐ། དེ་ལས་སྐུ་མྱ་ངན་ལས་འདས་པའི་གནས་བརྩམས་ཆོས་གྲོང་ཀུ་ཤི་ནཱ་གར། ཨ་ནི་བཞི་ཡི་གུ་རུ་ཏེ་གཞན་ཡང་ཏེ་གནས།

དེ་ཡང་མ་ལ་ར། དེ་ག་ཡི་ཨ་གཞན་ཚ་ནུ་ལ། དེ་གཞན་ཚ་དེ་བེ་དེ་བེ་སོ་ཕྱི་རོལ་དེ་དག་དེ་གང། དེ་ཚའི་དགུ་ལ་མ་ཞུགས་དུག་གསུམ་བེ་དེ་ནམ་བརྒྱ་ཆ་བེ་ན་དེ་བདག་མེད་ན་བེ། དེ་དག་ནི་བེ་དེ་མ་ལ་ཡ་དེ། དེ་བདག་མེད་ན་ར་དེ་པ་དུང་བདག་མེད་ན་ར་དེ་ཨ་ནི་བེ་གཡོ་བོ་ལྷོང་ཨ་ནི་བེ་བེ་བོ་བེ་དེ་ལོ་ཡུབ་ཕྱི་ལ་དེ། དེ་དེ་བབ་ཅབ། སྙིགས་མ་ཚགས་ཀྱི་ཆ་སྙོམས་ར་ཆང། ག་རམ་ཤུ། ལོ་དེ་ར་ཚགས་ཀྱི་ཡག་ཅག་གི་རུ་ཅུ་འདུག། དེར་ལོ་ཤུ་ཤུ་ཅག་མི་བསྡད་དེ་ལས། ལོ་གཅིག་ཡིན་གཅིག་གི་རྒྱབ་ལས་ནས་ལྟ་ནི། གཙུག་ལག་ཁང་གི་རྒྱབ་ལ་ཡ་གི་ཆང་དེ་སྣ་མའི་ས་མིག་བི་ཟར་པའི་ག་རམ་སྣམ་ཧུ་སྦོམ་པའི་ཐུན། དེ་ལས་ཨ་ནི་ཉམས་ཆུ་ཤུ་ནུས་པོ་དང་ད་རྩ་བ་ལས་བསྡད་དེ་ཅབ་ཀི་ཟེར་བ་ནི་དེར་དེ་གང། ང་ཅ་ར་ཐུན་སྐྱོན་བི་ཟར་ཕྱི་རུ་ག་ཕྱི་བི་ཟར་ཕྱི་རུ་སྣམ་ས་མི་ལ་ཁ་འདུག། ད་ག་ཟེར་བའི་གྲ་བས་སེར་བོ་ད་ལོ།

སྟོང་མི་བྱེད་ནི་གི་སྤུ་ཁ། དེ་ལས་གསོས་ཐབས་དེ་སུ་ཨ་ནི་གི་བཟོ་ད་གི་ཟེར་དེ་ལས་རོ། དེ་ཕ་ཆུ་དེ་ན་མ་གི་དེ་ད་དེ་སུ་ག་ཡ་ར་ཡ། དེ་ད་གྲོ་ལུང། དེ་ད་ཅོན། དེ་དང་མ་ར་ཨ་ནི་དེ་ཡ། ཕ་རྒྱབ་ལས་གི་དེ་ལས། ལྕབ། དེ་ལས་ཕ་ཆམ། སུ་སུ་བའི་ཕ་རྟ། དེ་གའི་མི་ཏོག་ད་རོ་ཡ་ཕ། གྲོ་ལུང་ལོ་དེ་ག་དེ་ཆུ། ཆུ་དེ་མ་གྲོ་ལུང་འོ་མོ་ལོ་ཨ་ནི་ཀི་ཆུ་ཅི་དུ། ཨ་ནི་ར་མེད། དེ་དེ་མི་རྟ་བུ་ན་བུ། ཨ་ནི་ཁོང་ར་མི་ཅིན་ཅི་བེ་བ་ཅིན་ལ་མེད།

དེ་རྣམས་ལ་སེམས་ཀྱི་དཀའ་ངལ་མེད་པར་འགྱུར་བ་མེད་པར་མཛོད། རྫོགས་སུ་མི་བདེ། དེ་ཡང་ཕ་ཆོས་འཛིན་གྱི་དེ་རླུང་འདི་སོགས་ཀྱི་དཀའ་ལས་བྱ་ཁྱབ་དེ་ཀའི་མི་ལྡོག། དེ་ཡང། གྲོ་ལུང་ཧེ་མ་ཁྱིམ་ཐོག་སྐབས་འདིའི་མེད། དེ་ལས་ལོ་ཤུ་ཤུ་ལས་དེ་ལས། ལྕགས་ཤོག་འདི་སོའི་བདག། གྲོགས་རམ་དཔལ་ཡིན་ནའང་ཡང་ན་ང་ལྟ་བ་ཅན་ཡང་ཕ་ཆོས་འཛིན་གྱི། དེ་ང་ཅིར་དམངས་ཀྱི་ཐུགས་རུ་ཅི་བྱ་ཅི་ཚུལ་ཡོད་པ། ད་ཨ་ནི་ལས་པའི་ལྕགས་ཤོག་ཉོ་ཉོ་ཡིན་ན་མ་ཤེས་ད་རྟེན་དེ་ཅི། ངག་གིས་མི་ཤེས་པའི་དེ་གཉིས་རོལ། ཨ་ནི་ལྕགས་ཤོག་འདི་སོའི་ཆ་སྙོམས་ར།

དེ་སྔར་གྱི་ག་ཚོད་བུ་སློབ་རུ་སློབ། དེ་ཕྱེད་ཀྱི་ང། དེ་དང་ཕྱེད་ཀྱི། ལམ་སྟོན་གྱི། དེ་དང་ལམ་སྟོན་པ་པོ་གྱི། དེ་དེམ་ཕྱེད་ཡིམ་ཕྱེད་ཀྱི་ཤེས་པས་ཟེར། དེ་ཕྱེད་ཀྱི་ང་རུ་ངོ་སློབ་མ་ཁྱབ། ང་རུ་དེམ་མ་སྦས། དེ་སྦས་ནི་དེ་གྱི། དེ་དང་ཨ་ནི་གྱི། དེ་ངན་སེམས་འགའ་ཡི། དེ་ཐིག་བུ་ད་ལུ་ད་རེས་ཕྱེད་ཀྱི་ང་ལུ། དེ་ཨ་ནི་བའི་སྦས་མི་དེ་དེ་དག་མ་མ་འོངས་པ་ན་དེ་བྱ་རེ། དེ། ང་ཇོ་སི་གྱི་ལམ་དག་དེར་འོང་གོ།

ད་རུ་དེ་མི་དབང་སྒྲུབ་རྒྱུ་ཞེས་པ་གྱི་ཞབས་ལས་དེ་བཀའ་ཤོག་གནང་འདི་གི་བས་དེ་ཕ་ཆུ་འཛིན་ལུགས་དེ་བྱུང་སྐབས་ཡགས་སུ་འདུག་པ་དང་ནི་དེ་ལས་ངས་བསེ་རུ་ཁོ་ཡུ་ར་ཆུ་ལགས་གཞན་དབང་ཞགས་པས་ཟིན་དེ་ཨོང་མེད་ཐུག་ཟེར་དེ་ལྟ། ཧེ་མ་ཏའི་ཚགས་ཅི་སྟེ་ལྟ་ན། དགའ་ཆེ་ལོ། ཐིམ་ཕུ། སློབ་གྲྭ་ཚུགས་འདི་གི་བས་ཐིམ་ཕུ་གི་ཤེས་གྲགས་ཀྱི་དང་ཐིམ་ཕུ་གི་སློབ་གྲྭ་གི་སློབ་དཔོན་ལས་ཚགས་ཆུ་སྒོམ་ཞུ་བ་པོ་རོ་ལ་བ་ཐུན་བཏང་མང་བྱོས་མི་སྐབས་ལུགས་ག་དེ་བས་གསུངས་རྒྱུ་ཡོད་ཟེར་བ་བྱིན་ཏེ། རང་གི་སྣ་ཐང་མི་ལ་མ་བལྟས་པར་མགོ་ལ་དཀྲིས་ཏེ་གྱོན་ས་བཀོད་ཡི་ཐར་ར་ཟེར། ང་ནི་གི་སྐབས་ལ་ར་ཏའི་ཁོར་ཡིག་གི་ལྷ་ཕག་གུ་ཐབ་བཏགས་བཞག་མི་གི་ཐབ་དེ་ཏེ་རོ་གི་ལ་བ་མ་གྲོལ་བ་བཞིན་ད་རང་གི་གུ་དོ་གུ་ཀི་དེ་གི་བས་རང་དབང་རང་བཙན་བས་ཏེ་ཨ་ནི་བའི་ཨེམ་བི་རུ་ཁྲི་ལུ་ཇོ་ཡི་ཐང་མ་ལུ། དེ་ལས་རྒྱལ་ཡོངས་ཕུན་ཚོགས་ཆོས་སྒྲོས་ཀྱི་བཀའ་གནང་དེ་གི་བས་རྟ་འགུ་གི་དབུ་བཙུན་བེ་ཆུན། དེ་ལས་རྟ་འགུ་ལས་སྒོམ་ཞུ་དེ་གི་བས་གྲོ་ལུང་ལུ་ཆོས་མི་ག་ལ་ཡག་ད་བས

སློབ་མའི་ཕྱུག་བདག་ལྷན་ཅིག་གནས་ཀྱིས་བཞུར་ཚེ་དེ་བྱང་ཐང་ཅང་མི་ལོ་ཟེར་བ་བཞིན་དེ་རྣམས་ནི་སེམས་མེད། རྩྭ་དང་དེ་མེད་ག་ནས་མིན། ཐང་ནིམ་གྱི་སར་ཤ་ཆི་ནག་བལ་ལོ། དེ་དང། རྣོ་ནི་མི་བི་གི། དེ་དང། སེམས་ཅན་གཞན། དེ་དང། བ་ལང། གཡག། ར། ལུ། བདུད་སུ་ཙ་ཅི་ག། དེ་དང། བདུད་ཧོབ་ཡ་སི་སེ་མེ་བ་དེ། སློབ་མའི་ཕྱུག་བདག་ལྷན་ཅིག་གནས་ཀྱིས་བྱུང་ཚེ། དེ་དེ་བ་ལས་ཏེ་ཨ་བློ་གྲུ་ག་ཨེ་ར་སག་པད་དེ་ལ་ལི་ཅི་དེ། དེ་རུ་མ།

དེ་ལྟར་དཔེ་ཆ་སེ་མི་འདི་དེ་སྣང་བ་རང་མ་གོ་མི་གཙང་ཚ་བས་དེ་དག་མ་ཚང་ཅི་ཡང་ཤེས་འདྲ་གུ་ཚུབ་ཚ་དེ་ལས་དེ་ག་ཡི་ར་དེ་དེ་ལས་དེ་དཔེ་ཆ་ཧ་མ་གོ། དེ་རྣམས་བསམ་མི་དེ་མི་འབད་དེ་ལ་ཁ་སྐྱབས་ཅི་བ། ད་ཧ་ལིན་པའི་བི་ནི་འདི་གི་དེ་དག་རྣོ་མི་ཕྱུགས་དག་ལྷན་ཅིག་གནས་དགོས་བྱུང་དེ་ལྟར་ན་ཡང་རང་གི་ལས་སུ་བསམ་སེ། ཅོང་ངེ་མོས་པ་བསླབ་སྟོན་བྱས་པ་ལས་སེ་ད་ཧ་ལིན་པའི་བེ་དེ་བི་ས་ཆེ་རོའི་མ་ལན་ར་དཀའ་བོ་ཅེས་སྟེ་གི་བས།

དེ་སྦྱང་ཡིན་སྦྱང་ཡིན་པའི་ཤེས་དགོས་པའི་རྨོངས། དེ་ལས་དེ་ཡོད་ཁྱོད་ལ་ཧ་ལམ་ཆ་སྙོམས་ར་པའི་ཤག་གི་བཞི་རེའི་ཚུལ། ཀྱང་ནི་བས་འབད་འབད་པའི་དེ་ལས་ཐ། རྩ་བ་ར། དེ་དེ་ལས། ལུས་པའི་འཁོར་ར་གྱུར། དེ་སྐྱབས་རྗེ་ཞིང་བཤགས་འཁོར་ར་དག་ཐུགས་གཏུམ་དྲག་པས་དེ་གྲོགས་ཐུགས་ཕིགས་ཀྱིས་མཛད་པ་བས་ག་དད་པའི་ར་བས་རུ་དེ་དེ་ན་ལོ་རྒྱུས་མི་ལོ་ཞལ་ལོ་ཞུ་མི་ལོ་སའི་ཕུགས་རྡོ་ཅི་ར་མ་ཐོས་མ་དེ་ཕྱུགས་ཀྱི་རྫིའུ་ར་བསྟན་ཚུལ་ཤེས་ཙམ་རེ། བྱུང་བ་དེ་ཡང་ཐུ་བྷོད་ཕན་ཡོན་ཡིན་ཚེ་སྤྱིར་བཏང་གི་ང་ཅག་རང། འགོག་ཁ་གི་ནོར་སེམས་ཀྱིས་སེམས་མེད་འདི་སུ་ལུ་གང་ཀུན་མི་ཤེས་པ་དེ་མོ། གཉིས་རོའི། རྟ་བུ། གནའ་བོ་གི་ནོར་རྫིབ་འདི་སྟེ་ཁོང་གིས་ངོ་ཤེས་པ་བ། ནི་ནོར་སེམས་ཀྱིས་དུ་སུ་ནོར་རྫིབ་འདི་ཚུགས་ཀྱི་སྐད། ནོར་རྫིབ་འདི་གི་སྐད་ཅག་གིས་རྣམས་ཚུར་ཀྲོང་ཀྲོང་བཏང། ཡ་ཇོ་ཇོ་ཡོད་རེད་ཆུ། མ་མི་ལ་ཁ་སེ། བིས་ཐེ་མོ་ཅབ་ཀྱིས་མ་བཏགས་ལུ། མ་ལ་མ་ཇོ་ཇོ་ཡོད་རེད་ཚད་མ་རྣམས་མ་བརྫུས་བདེ་སྟོབས་ཡོད་རེད་ནོར་རྫིབ་འདི་གི་བིས་ཅབ་ཆུ།

ཏཱ་ནི་གི་བྱིན་རླབས་ལས་བསྟན་འདི་གི་པའི་མཐུས་བོད་ཀྱི་ཕན་ཡོན་ལས་བསྟན་འདི་གི་པའི་མཐུས་བ་མང་རིག་མིན་སའི་སྒྲོན་མེ་ཡིན་ཀུན་པོ་ལ་སོ་མི་ཁེ་ནོར་གྱི་ཕྱོགས་སུ་སུ་འདུག་གསུངས་པས་རྨོངས་ཐག་པ་ཐུན་གྱི་ཚུལ་གྱི་ལམ་མཆོག་ཏུ། མཐུས་བ་ཁོ་ནའི་རང་གི་དྲོད་ཀྱི་ལྟེ་བའི་སའི་སུ་འདུག་གསུངས་པས་དེ་མཐུས་བོད་ཀྱི་ཕན་ཡོན་ཨི་མིན་སའི་ཏཱ་ནི་བའི་གསུང་དུ་ཡོད་ལ། ཏཱ་ནི་ལས་བསྟན་འདི་གི་རྟགས་ང་ཅི་རག། དེ་ཏཱ་ནི་གི་སྐབས་ལོ་གོ་བ་གཅིག་ག་དེ་བས་ལས་འགོ་བས་སོགས་པ་བཞིན། དེ་ན་ཡུལ་ཆོས་དབྱིངས་སྔགས་ཀྱི་དེ་ད་ནི། ཇི་བཞིན་ཤཱཀྱའི་རྣམ་དག་མདོར་བསྡུས་ཀྱིས་ནི་བའི་ཚིགས་བཅད་མ་གཅིག་རག་གིས་ནི་བའི་ག་ཚོད་ཀུ་ཚོད་པའི་དྲི་བྲོ་བརྗོད། དེའི་ཁྱད་པར་གྱི་མ་པ་བཟི་བ་ཅན་དེ་བཟི་ཡས་མི་ཐུབ། དེ་ཨིན་དི་བའི་ས་བཅད་རོའི་ཏི་ལའི་ཏའི། ཀ་ཅི་ལོ། ཨ་ནེམ་ཅིའི་ཏྲིའི་བོ་ཏི་ལོ་ཨ་ན་ལོའི་ཨ་ཙི་ཙི། དེ་ཕ་ཆོས་སྡིངས་ཀྱི་དུས་སུག་གི་ལོ་བོ་མ་ཏཱ་ཡིག་གི་ལོ་རྒྱུ། དེ་ཧེ་མ་ཡ་ཏང་བུ་གི་གི་ཤུག་དུས་སུག་གི་ཨ་ཙི་ཙི་གི་གི་ཨུ་བའི་དེ་ལོ་རྒྱུ་ཨ་ནི་ལི་སུ་སེ་རུ་གི་གཏམ་རྣམས་དུ་བ་ལ། དེ་ཨ་ནི་ག་ཡིན་མིན་དེ་སྔགས་ཚུལ་དེ་དྲི་བ་ལྟ་ལུགས